འགྲོ་བ་ནི་བུམ་པ་ལ་འཇུག་གི་རེད་དེ་ཆེ་བ་ཞིག་རེད་དྲན། དེས་ན་ཅི་ཡིན་ནི་སྒྲ་མི་རྟོག་དྲན་ཤོག་ཟེར་དེ་ལ་བུམ་པ་དང་ནི་དེ་ཚོ་འཇུག་གི་མ་རེད། བུམ་པ་ལ་སྒྲ་མི་རྟོག་པ་དྲན་ཤོག་ཟེར་ལག་ཡིན་ན་འཇུག་གི་བ་རེད། དེ་འདས་ཡོང་གི་རང་འདས་པས་ཡོང་གི། ཁོ་རྗེས་འདས་དེ་ཡོང་གི་རེད་བ། དེ་རིགས་དྲན་གི་འདུག་མ་གཏོགས་ནི་དེ་བ་ཟེར་ཤོག་ཟེར་དེ་ལ་ང་ཚོ་ཚད་མ་རིག་འབྱེད་ནི་བཏགས་ཡིན་ན། སྒྲ་མི་རྟག་སྒྲོལ་བའི་རྟགས་རྩ་དང་པོ། ཅེས་པའི་བཀའ་ཟེར་ལ་ནི་ཤོག་དྲིལ་མིང་གིས་འཇུས་པའི་རྗེས་དེ་ལ། ཕྱི་དཀྱིལ་ཁོ་རམས་སུ་ཡོད་མ་རེད་ཚེར་མ་རེ་གཅིག་ཁོ་སེའུ་སུ་ཡོད། ཤོག་ཞེས་པའི་སྒྲ་ལ་བརྟེན་ནས་ནི། ཐུབ་པའི་ཕྱི་རྒྱལ་དང་མི་ཐུབ་པའི་ཕྱི་རྒྱལ་དུ་ཤོག་དྲིལ་མིང་འཇུས་པའི་རྗེས་ཡིན་པ་དེ་ཁས་གོ་བ་རེད། རྟགས་རྩ་དང་པོ་དེ་བཞིན་ཅེས་པའི་བཀའ་ཟེར་ལ་ཤོག་ཞེས་པའི་སྒྲ་འཇུས་པའི་རྗེས་དེ་ལ་ཅིས་མི་སུ་མེད། རོ། ཤོག་ཆེན་ཞེས་པའི་ཤོག་ཅེས་པའི་ཅིང་མི་ཟེར་ཡོད་མ་རེད། དེ་ཡིན་ཚ་ཁྱི་ཅེས་ལ་འཇུག་མ་དེ་ལ་འཇུག་འོས་མ་རེད། དེ་ཡིན་ཚ་ནི་ཤེས་པ་འདོད་ཚ་སྒྲ། དཔེར་ན་རོ། བུམ་པ་ལ་ཀ་བ་ཞེས་པའི་སྒྲ་དང་ཀ་བ་ཞེས་པའི་སྒྲ་གཉིས་ལོགས་ཀ་རེད་བུམ་པ་ལ་ཀ་བ་ཞེས་པའི་སྒྲ་དེ་ཁོ་འདས་པའི་དབང་གིས་བུམ་པ་ལ་འཇུག་གོ་རེད་རྟགས་མི་འཇུག་གོ་རེད། དེ་ག་ཟེ་བུམ་པ་ལ་ནི་ཀ་བ་ཞེས་པའི་སྒྲ་དེ་བུམ་པ་ལ་འཇུག་གོ་མ་རེད།

སྐབས་འགའ་ཞིག་ལ་ཀག་ལ་གོ་དེ་ནས་ཡོ་ཨ་ཐཱས། བུམ་པ་ལ་དུ་ཙམ་པ་ནི་ཀག་ལ་གོ་འགྲོ་ས་དེ་ནས་ཡོ་ཨ་ཐཱས། དེ་མེད་ན་ཁོ། ཀ་བ་ཞེས་པའི་མིང་དེ་བུམ་པ་ལ་མིང་བཏགས་ངེས་སུ་འང་ཆུང་ཡོད་མ་རུང་བ། བཏགས་ངེས་ཆུང་ཨོ་ཡོད་མི་ཡོད། བཏགས་ངེས་འདིར་ཨོ་ཡོད་མི་ཡོད་ཟེར་ན། བཏགས་ངེས་མེད་ན་ཁོ་སྒྲ་གོ་རུང་རང་དབང་གིས་འཇུག་འགྲོ་གི་མ་རུང་བ། ད་ཁོ་རང་གི་འགྲོ་སྟངས་དེ་ཁོ་རང་རྟག་ནས་ཅིག་གོ་གོ་རུ་མ་གཏོགས་ཅིག་གི། བུམ་པ་ལ་ལྟོས་ནས་ད་ག་ཟེ་གང་བྱོས་མ་བྱོས་དེ་འདྲའི་ཀག་ལ་འཇུག་གྲ་དང། རླངས་འཁོར་དང་བ་བྱོས་རླངས་འཁོར་ལ་འཇུག་གྲ་དེ་འདྲ་ཡོད་མ་རུ་བ། མི་ལྟོས་ད། ཀ་བ་ཞེས་པའི་མིང་དེ། ཁོ་རང་གང་ས་གང་ཡང་རུ་བ་དེ་འདྲའི་གི། སྐབས་འགའ་ཞིག་ལ། ཡུལ་དུས་འགའ་ཞིག་ལ། ཡ། བུམ་པ་ལས་རྟག་བྱ་དེ་འདྲ་ཡོད་རེད་བས་ཟེར་ད།

སྦྲག་ཁོ་རང་གི་འཇུ་བའི་གི་ཚེ་ཚེ་དང་མཚམས་ཡོད་རེད་མ་གཏོགས་ཅིག་འདི་འདྲའི་ག་ཅུ་མ་ཅུ་འཇོག་མ་རེད་སོང་རེད་བ། སྦྲག་ན་ནི་གར་ས་དབྱུག་པའི་སྣོད་ཞགས་པས་བཅིངས་པ་ལྟ་བུ་མ་ཡིན་པའི་ཕྱིར། དེ་བྱེད་དུས་ད་བུམ་པ་ཞེས་པའི་མིང་དེ་ག་དུས་ཡིན་ན་ཡང་ཁོ་རང་སྟོད་དུ་ཆོས་ཆོས་ཆོས་དུས་ཆོས་འདི་པ་ཁོ་ན་ལ་འཇོག་དགོས་བྱེད་གི་རེད་མ་གཏོགས་ཁོ་ཀ་བ་ལ་གོ་ག་ཅུ་མ་ཅུ་གོ་འགྲོ་ན་བུམ་པ་ཁེ་ཤོར་ལ་ན་ཀ་བ་ཁེ་ཡ་ཉེན་ཁ་ཡོད་རེད་ས་རྡོ་འདྲ་བོ་འདི་འདྲའི

བཏང་མཁན་གང་ཟག་ཅིག་ཡོད་པའི་ཆེད་ནས་གཅིག་རྒྱུགས་བསད་གི་ཡོད་རེད་པས། ད་ག་ཟི་ཕར་འགྱུར་འགྲོ་རེད་པས་ག་རེ་རེད་འདི་ཁྲོ་བ་ཁྲེག་གི་རེད་ཟེར། ཨ་ལི་ངས་འདི་བདེ་བྱས་བདེ་བཞག་ངས་འདི་བཞག་འདི་བདེ་བཞག། ད་ག་བ་དྲག་འཇིག་རྟེན་དྲག་མ་དྲག་གཞན་ལྟ་རྒྱུ་རེད་དེ། འོ་འདི་འདི་ཁྲོ་བ་དེ་དེ་རེད། ཨ་ལི་འདི་འདི་ཡིན་ས་རེད་པ། ད་ད་ག་བ་ཞིག་པའི་སྒྲ་དེ་བུང་བ་ལ་གཏམ་མིང་དུ་འཇུག་ཟེར་ཡ་དེ།

མི་ལས་སངས་རྒྱས་ཡིན། སོ་སོ་སྐྱེ་བོ་དེ་ལ་སངས་རྒྱས་སུ་མི་བཏགས་རོ། མི་བཏགས་ཡ་དེ་འདོད་རྒྱལ་གྱི་མིའི་རིགས་དངོས་མིའི་རིགས་ལ་ཡིན། རེད་པ། འདྲ་འདྲའི་རྒྱུ་མཚན་བཤད་ན་བཏགས་བྱ་གི་མི་ཅིག་ཡིན་པ་ཡིན་ན། སངས་རྒྱས་དངོས་དང་མ་རེད་དེ་མི་ག་རེ་སུ་དུས་སྐལ་པ་གང་ག་བྱེད་ངེས་དེ་ལ་ཡང་སངས་རྒྱས་ཟིན་ལ་ཡོད་རེད། དེ་འདྲའི་ཡིན་དུས་རྩམ་པ་ཤོག་གཅིག་གི་ཆ་ནས་སངས་རྒྱས་འདྲ་བ་བཏགས་དགོས་རེད།

དམ་བཅའ། དེ་དག་ལས། འོ་དེ་འདྲས་ཀྱི། བུམ་པ་ཞེས་པའི་སྒྲ་དེ་རྐང་ལ་འཇུག་པ་ལ། དེ་འདྲས་ཀྱི་ཧ་གོ་དགོས་ན། ཤེས་ཡ། དུས་གོ་རག་གི་མ་རེད། གི་དང་དེ་དང་དག་ལ་ལྡན་ཞེས་པའི་སྒྲ་དེ་བློན་པོ་ཆེ་ཁོ་ན་ལ་མི་འཇུག་ཨ་ཐ་གི། ལ་ལྡན་ཞེས་པའི་སྒྲ་དེ་བློན་པོ་ཆེ་ཁོ་ན་ལ་འཇུག་རེད་འོ་དེ། དག་ནི་བློན་པོ་ཆེ་ལས་གཞན་པ་ལ་མི་འཇུག་ཨ་ཐ། གཞན་པ་ལ་འཇུག་གི་མ་རེད། འཇུག་ཡ་ཡིན་པ་དག་ནི། ལག་པ་དང་གདན་སའི་ཚང་མ་ལ་འཇུག་ཡོད་ཕྱིར། རྟགས་མ་དྲུག་རེད།

དེ་བག་གི་དན་ས་ན་སོང་ནས་ལབ་སོང་ན་ཡག་པོ་ཡོད་མ་རོ་བྱ་བ་མ་བྱུང་ལབ་ན་ཡག་པོ་ཡོད་མ་རོ་བ། བག་གིས་བྱ་བ་མ་བྱུང་ཟིན་ལབ་ན་ཡག་པོ་ཡོད་མ་རེད། དེ་དེ་འདྲ་ལ་མི་སེར་དྲ་བ་བཏང་དགོས་ཡོད་རེད། རྩ་བ་འགས་ན་བྱ་བ་མ་བྱུང་ཟིན་ལབ་ན་འགྲིག་ངེས། ཡང་ལ་དེ་ཚོན་འགས་ན་བྱ་བ་མ་བྱུང་ཟིན་འགྲིག་གི་མ་རེད་ཁྱེད་ཟེར་རེད་དེ། གི་ཐང་དུ། རྒྱ་གར་གི་གླང་པོ་ཆེ་ལ་ཧ་ཐི་ཟེར་ལགས་དོ་ཧ་ཐི། ཧ་ཐི་ཧ་ཟེར་ན་ལག་པ་ལགས་དོ་ཧ་ཐི་ཟེར་དུས་ལག་ལྡན་དྲ་བྱིས་ལ་ཁུག་ཁུག་འོར་བ་འདི་ཁོ་མཁས་པ་དེ་ཚོས་སྐད་ཆ་བཤད་ན

ཁོ་རང་རང་དབང་དགོན་དུ་ཕར་འབྱོར་ཡ་ཆེ་མི་འདུག་ད། རྣམ་པ་ཀུན་ཏུ་མཚུངས་པའི་ཟེར་ལྟ་འདིར། ཁོ་ཚོ་རྩ་བ་ཚོའི་དྲི་བ་འདིར་ད། སྒྲ་མི་རྟག་པར་སྒྲུབ་པའི་ཕྱོགས་ཞེས་པའི་སྒྲ་དེ་ཆོས་ཅན། བུམ་པ་ལ། ཀ་བ་ལ་བཏགས་མིང་དུ་འགྱུར་བ་དག། བུམ་པ་ཞེས་པའི་སྒྲ་དེ་ཀ་བ་ལ་བཏགས་མིང་དུ་འགྱུར་ཆོག་གི་འདུག་འདི་གི་ཀ་བ་གོ་དགོས་ཀྱི་མི་འདུག་སྟོན་དགོས་ཀྱི་མི་འདུག། འདི་ལས་ཀ་བ་ཞེས་པའི་ལམ་མཁན་ཡོད་མེད་ནི་ཐེ་ཚོམ་རེད་ཤག་རོགས། བུ་མོ་ཞིག་མིང་དཀར་ལ་བཏགས་མཁན་ཡོད་མིན་དེ་ཚོ་རེད་ཤག་ཅིག་ཐག་ཆོད་གོ་གི་མི་འདུག་དེ་འདྲ་བོ་འདྲ་བོ་ཡིན་པས་ཞེས་ལབ་སོང་ན། ཨ་ལེ་སྐྱིད་སེང་དང་སྒྲ་དེ་ཚོ་ཡང་དེ་འདྲས་ཅིག་ཡོད་ས་རེད་དྲན་ང་རང་སང་ཚུལ་རེ་ད་ཡང། རེད་པ། སྒྲ་ཟེར་ཡ་དེ་ཡང་ཕྲིན་སོ་བཅད་བྱ་ཡ་གི་སྒྲ་ཅིག་ཡོད་ས་རེད། དེ་ཚོ་ཡང་ཡུལ་ལ་འཇུག་སྟངས་དེ་གང་ག་ནས་འཇུག་དེ་ངས་ཅི་ཡིན་ས་མ་རེད། ཕྲིན་སོ་བཅད་མེད་པའི་སྒྲ་ཅིག་ཡོད་རེད་དེ་གང་ལ་ཡང་འཇུག་ཆུག་ཡ་ཅིག་རེད། བྱས་ཙང་དེ་ནི་ཁོ་ག་རེ་རེད་སྲིད་དུས་ཙམ་པ་འཇིག་རྟེན་གྱི་འཕྲིན་བཅོལ་བ་དེ་ནས་ཡང་དགྲ་དེ་གི་དེ་དེ་ནས་ཡང་དེ་སྟོན་གི་ཡོད་ས་རེད་བསམ་གི་ཡོད་རེད། དགྲ་ཡུལ་འཇུག་མ་འཇུག་ཟེར་ཡ་དེ། འདོད་འོང་རྐྱང་རྐྱང་མ་ཡིན་པ་དགྲ་དེ་ལ་དེ་སྟོན་པའི་ནུས་པ་ཡོད་པ་དང། འཇོན་པོ་ཡོད་པ་གཉིས་ཚོགས་ན་ཟེར་ན་ལ་དེ་ཡ་དེ་རེད། ནུས་པ་ཡོད་པ་ཟེར་ཡ་དེ་བྱས་ཙང་ཁོ་ཅི་སྟོན་གི་ཡོད་རེད་ཅི་ལགས།

མཁས་པ་རབ་ཅིག་ལྟས་སུ་འདུག་དེ་མཁས་པ་གར་གང་དང་གང་མི་འདྲ་བ་ཡོད་པ་དེ། དྲི་བ་བཀོད་མཁན་རྣམ་པ་ཚོས་གར་སོགས་རེད། དེ་འདྲ་གི་ལན་མི་འདྲ་བའི་མཁས་པ་དེ་འདྲ་ཞིག་རྒྱག་གི་འདུག་བསམ་བསམ་རེ་བྱས། འདི་གར་ས། དགོས་པ་དེ་སྟེར་བ། སྒྲ་མི་རྟག་པར་སྒྲུབ་པའི་ལྟ་ཚུལ་དང་པོ་འཆད་པའི་སྐབས་སུ་སྒྲ་ལ་སྒྲ་མི་རྟག་པའི་ཕྱོགས་ཞེས་མིང་གི་ཕྱོགས་ཞེས་པའི་མིང་གིས་བསྟན་པ་མི་འཐད་པ་དང་དེ་ལྟར་བསྟན་པ་ལ་དགོས་པ་མེད་རྒྱུ་མཚན་མེད་སྲིད་དུས་དགོས་པ་མེད་པར་རྟགས་མ་འགྲུབ།

རོ། ད་མིང་དུ་བྱུགས་པའི་གཞི་ཟེར་ན་ག་རེ་རེད་ལབ་པ་ཡིན་ན། ཡང་ན་དེ་དེ་ཡི་མིང་དུ་བྱུགས་པའི་གཞི་ཟེར་དེ་ལ་འཇུག་བྱེད་ཀྱི་མིང་དེ། གང། གང། གང་གིས་འཇུག་པར་བྱེད་པའི་འཇུག་བྱེད་ཀྱི་མིང་དེ་ཉིད། གང་ལ་འཇུག་ཡུལ་གྱི། ཆོས་དེ་ཡི་བཏགས་མིང་ཡིན་པའམ་ཡང་ན། འཇུག་བྱེད་ཀྱི་མིང་དེ་ཉིད། འཇུག་ཡུལ་དེ་ལ་དངོས་མིང་དུ་འཇུག་པ་ད་དེ་ཉིད་ནི་གང་རུང་གཅིག་གུ་གུ་དོ། དཔེར་ན་ཆ་བཞག་ན། སྒྲ་མི་རྟག་པར་སྒྲུབ་པའི་ཕྱོགས་ཆོས་ཞེས་པའི་ཕྱོགས་སྒྲ་དེ།

ཡིན་ནས་དགྲ་ལ་དངོས་མིན་དུ་འཇུག་ཡོད་རེད་བ། འོ་དེ་དགྲ་ལ་དངོས་མིན་དུ་འཇུག་ཡོད་དེ་གས། ཨ་ནི། དགྲ་དེ། དེ་དངོས་མིན་དུ་འཇུག་མཁན་གྱི་ཕྱོགས་བཅུར་ཞུགས་པའི་ཕྱོགས་དགྲ་དེ། མིང་དུ་འཇུག་པའི་གཞི་ཆགས་ཡོད་རེད་ཟེར་ན་ད་ག་འདི་དོན་རྡོག་རྡོག་རེད། ངས་འདི་ཞུ་གི་ཡོད་ག་ས་མིང་དུ་འཇུག་པའི་གཞི་ཟེར་ན། ཡང་ན་དེ་དེའི་རྟགས་མིན། ཡང་ན། མིང་དེ་ཉིད་དེ་ལ་དངོས་མིན་དུ་འཇུག་པ། འོ་དེ་གཉིས་ནི་གང་རུང་ཅིག་དགོས་ཀྱི་འདུག་དེ་གཉིས་གང་རུང་ཅིག་མེད་ན་མིང་དུ་འཇུག་པའི་གཞི་མ་ཡིན། དེ་གཉིས་གང་རུང་ཅིག་ཡིན་ན།

ཡིག་འབྲི་སྟངས་དེ་ལྟས་སུ་ཁྱད་མཚར་དུ་བ་དེ་གཟིགས་དང། ཁོ་ཚོས་དེ་འདྲའི་ལབ་དང་བ། ཁྱེད་རང་ཚོས་དེ་ཤུགས་དང་པོ་དེར་བ་དྲི་བ་གཏོང་མཁན་དེ་ཚོ། གང་ཞིག་ཁྱོད་དང་སྦྲགས་འབྲེལ་གང་ཡང་མེད་ན་ཞེས་ལམ་སང་ཁྱོད་ཚོ་དེ་འདི་བྱས་དང་བ། གཞི་དེ་ཁྱོད་ཞེས་བརྗོད་པའི་སྒྲ། ཁ་ཚ། གཞི་དེ་ཞེས་བརྗོད་པའི་སྒྲ། དེས་ཁྱོད་ལ་གཏམ་གླེང་བརྗོད་པའི་ཁྱབ་པར་འགྱུར་བས་ལ་གོ་དང་བ། འགྱུར་སྟངས་ཁྱི་རྒན་མི་འདུག་བ་དང་གི་རྒན་ཐ་འདུས་ཡིན་པ་ཡོད་དེ་ལ་མ་གཞི་གསལ་ཆ་སོང་སོང་ཨ།

ཁྱེད་རང་ཚོའི་དྲི་བ་ལ་མ་དེ་བཞིན་དུ་དེ་ལུང་དྲངས། ཨ་ལུང་དེ་གི་བར་བར་ལ་བལྟ་ཡོང་དུས། གང་ཞིག་ཁྱོད་དང་སྒྲ་འདྲེས་གང་ཡང་མེད་ན། གཞི་དེ་ཞེས་བརྗོད་པའི་སྒྲ་དེ་ཁྱོད་ལ་བཏགས་མིང་དུ་བརྗོད་པས་ཁྱབ་པར་གྱུར་འགྲོ་གི་འདུག་ཟེར། དེ་འདྲ་ཞིག་ལབ་ཡོང་གི་དེ་ཡོང་ས་མེད་དེ་ངས་རེད་ཅེས་ལབ་བསྡད་ཀྱི་འདུག་ཨ། དེ་ནས་དེ་ཡོང་ས་མེད་ངས་ཅེས་ལབ་དེ་གང་ལ་དེ་ཞུས་ཏེ་དེ་ལྟར་ན་ཞེས་ལབ་ཡོང་ཨ། ཁྱོད་ནི་མེད་ས་ཅི་གང་ལ་དེ་ལྟར་ན་ལབ། འོ་དེ་ཕྱི་དུས་དེ་བལྟས་སུ་ཏག་ཏག་བསྡད་མ་སོང་ཨ།

སྐད་ཡིག་གཅིག་གི་དབང་དུ་བྱས་ནས་སོང་དགོས་ཀྱི་རེད་བསམ་གྱི་འདུག་དེ་རེད་བ། ང་ཚོས་ད་ལྟ་སྐད་ཅིག་བཤད་བསྡད་དུས་ང་ཚོ་བོད་སྐད་ཐོག་ནས་བཤད་ཀྱི་ཡོད་རེད་བ། བོད་སྐད་ཀྱི་ཨ་ནི་བརྡ་སྤྲོད་ཀྱི་གཙུག་ལག་རིག་པ་ཡོད་རེད་བ། དེ་དྲོད་གཞིར་བཟུང་བྱས་ནས་མར་གོ་དགོས་ཀྱི་རེད་མ་གཏོགས་སྤྱིར་བཏང་བུམ་པ་ཞེས་པའི་སྒྲ་དེ་ལུང་པ་གཞན་དག་གི་སྐད་ཅིག་ལ་དཀའ་བའི་དངོས་མིང་ཡིན་པ་དེ་ཡོད་པ་དེ་གཏན་འཁེལ་ཚར་རེད་ད་དེ་འདྲ་མཚན་གཞི་ལྟ་སྟོང་ཕྲག་ཁྲི་ཕྲག་མང་པོ་བཟུང་ཡ་ཡོད་རེད།

ད། དྭ་ཕྲུག་གི་གཙུག་ལག་རིན་པོ་གཅིག་དབང་དུ་མ་བྱས་པ་བཅས་འཛམ་བུ་གླིང་འདི་ན་ཡོད་པའི་སྐད་ཡིག་ཚང་མ་དབང་དུ་བྱས་པ་ནི་ཡོད་མ་རང་པས་སུ་ཟི་ལིང་པི་ལིང་ཕྱག་འཚལ་རེད་བུམ་པ་ཞེས་པའི་སྒྲ་དགའ་བ་འགའ་རེ་ཧ་གོ་རེ་གོ་ཡོད་མོད། ང་རང་ཚོའི་བོད་སྐད་ལ་བྱས་ན་དོན་དུ་ཞིག་ཆོས་འདི་ནི་མི་ངོ་མི་རི་བ། ཨ་ལུང་པ་གཞན་དག་གི་སྐད། ཨ་ནི་མི་རིགས་གཞན་དག་གི་སྐད་རྣམས་འདི་ག་རེ་ག་རེ་ཆགས་ཀྱི་ཡོད་ཁྱོད་ནི།

འོ་དེ་ལྟ་ཡིན་ན་བདག་རུང་བའི་ཕྱིས་སྐྱེས་ཟེར་བ་དེ་རྡོ་རྗེ་རྗེ་རུང་བའི་ཕྱིས་སྐྱེས་ཟེར་ཅི་པ་རེད་དྲན། འདུག་ད་རུང་སྐུ་མཆེད་འབྱུང་བཞི་པ་ཕ་བཀའ་འདུག་བསྟི་གནང་ལོ་ལ་མིའི་མཇུག་རུས་ཟེར་བ་བདག་རུས་དུས་གཅིག་གོས་ཆེ་འདུག་ཟེར་བ་མི་འཐད་དེ། ཨ་ནི། ད་དེ་ཚོ་གང་ག་གཞིར་དྲན་ན་བདག་རུས་གུ་གུ་རེད་དེ་ནི་མ་ཟད་ལྟོ་ཡུ་ན་ཡིན་ན་ད་ལྟ་དེའི་དོགས་པ་ག་རེ་ལྷག་གི་འདུག་ཟེར་རོགས་གིན།

དེ་ལ་བརྟེན་ནས་གོམས་པར་བྱེད་ན་རོ། ཨ་ནི་སེང་གེ་ཞེས་པའི་སྒྲ་དེ་རི་དྭགས་ཡི་གེ་མི་མངོན་མིན་ཡིན་ཟེར་བའང་ཁེགས་ཏེ། གསུངས་པར། བྱས་ཙང། ད། གར་ས། སྒྲ་ལྟ་བུ་དེ། སྒྲ་མི་རྟག་པར་གྲུབ་པའི་ཕྱོགས་ཆོས་ཞེས་པའི། ཕྱོགས་སྒྲ་དངོས་མེད་དུ་གྱུར་པའི་གཞི་ཡིན། ཡིན་ནས་དེ་འདྲ་བའི་ཕྱོགས་སྒྲ་དེ།